ཨོ་ལེ་སི། ད་ང་ཚོ་ཁ་སང་ཨ་ནི་དུས་གསུམ་ད་ངས་སྔོན་འགྲོ་དུ་ཞི་ར་བཤད་མི་དགོས་པ་ཅིག་ཡིན་ད། དེ་ནས་ཁ་སང་ང་ཚོ་ལས་སླ་ཤོས་དེ Regular Verb དུས་གསུམ་བྱེ་བྲག་པ་དེ་སྦྱངས་རེད། ད་དུས་གསུམ་བྱེ་བྲག་པ་ད་ཧ་ལས་པའི་ལས་སླ་པོ་ཡིན་ཙང་ཞུ་ཞུ་ཅིག་དཀའ་ངལ་གལ་ཡོད་མ་རེད། ད་དུས་གསུམ་བྱེ་བྲག་པའི་གི་བྱ་ཚིག་ཕལ་ཆེར་བཞི་བཅུ་ལྔ་བཅུ་ཤི་ན།

ཨ་ཡོད་མ་ཡོད་རེད། ད་ལྟ་དྲན་མ་སོང་ཅི་ཨ་ཡོད་མ་ཡོད་རེད། བྱས་ཙང་དུས་མཚུངས་བྱེ་བྲག་པ་དེ་མང་ཆེ་བ་དེ་མགོ་ཅན་ཡོད་ངེས་ཡིན་པ། བྱེད་འབྲེལ་ལས་ཚིག་ཡིན་པ། སྒྲ་གདངས་འགྱུར་བ་མ་འགྲོ་ངེས་ཡིན་པ། འོ་ཡ། དེ་འདྲའི་གི་གནས་སྟངས་ཀྱི་ཧ་གོ་ན་ཧ་འདྲི་ཚར་རེད། ད་དེ་རིང་དེ་ཏའེ་ཙི་ཀ་ལེ་ཁ་བ་ཅི་རེད། ཏའེ་ཙི་ཀ་ལེ་ཁ་བ་དེ་ག་རེ་རེད་ཟེར་ན་དུས་མཚུངས་སྤྱི་བཏང་པ་ཨ་སི་ངེ་དེ་རེད། དུས་གསུམ་སྤྱི་བཏང་པ་དེ་མང་པོ་ཡོད་མ་རེད། ཆ་ཚང་སྦྱངས་པ་ཡིན་ནའི་བཞི་བཅུ་ལྔ་བཅུ་མ་གཏོགས་ཡོད་མ་རེད། ཡིན་ན་ཡང། བོད་ཆོས་ཧ་ལས་པའི་དབང་པོ་ཡོད་རེད་ད། ད་དེའི་ནང་ལ་བཞི་བཅུ་ལྔ་བཅུ་དེ་བོད་ཆོས་མེད་རྒྱུ་ཧ་ལམ་ཡོད་མ་རེད། ནམ་རྒྱུན་རྒྱུན་ལྡན་ནས་དཔེ་དེབ་དགའ་བྱ་དཀའ་སེལ་ནས་བཟུང་སྟེ་མཚན་རྟགས་བཀོད་ཡིན་ཆེས་ནས་ཚང་མ་ལ་བོད་ཆོས་ཡོད་རྒྱུ་ཅང་ཅང་རེད། ད་དེ་འདྲ་བའི་སྡོམ་དེ་ཚོགས་གཞོན་བླ་མ་རིན་པོ་ཆེ་གིས་དུས་གསུམ་སྤྱི་བཏང་བོད་ཀྱི་སྡོམ་དེ་ག་རེ་རེད་ལ་ན་རྩ་ཚིག།

ཕོ་ཡི་ཕུས་འདེད་པ་དེ་ལ་ག་རེ་ཡོང་གི་རེད་ཟེར་ན་ཕོ་བ་ཡོང་གི་རེད། ཚང་མ་ལ་ཡོང་གི་རེད་བས་ལ་ན་མ་རེད་པ་དེ་ལས་གཞན་མ་གཏོགས། པ་ཕ་བ་མ་ལས་སོ་ན་བའོ་པ་བའོ་ཕ་ལ་ཡ་དེ་འདྲ་ཡོང་གི་མ་རེད་བ། ཁོ་རང་གི་སྡེ་མཚན་ཡིན་ཙང་ཡོང་གི་མ་རེད་དེ་ཡིན་ཙང་དེ་ཅེར་བ་དེ་ལས་གཞན། འདས་པ་ལ་ཕལ་ཆེ་བ་ལ་ཕོ་ཡོད་རེད། ད་འདི་དངོས་གནས་བྱས་ན་ཚིག་རྐང་གཉིས་མ་གཏོགས་ཡོད་མ་རེད་ཚིག་གཉིས་དེར། བྱ་ཚིག་མ་ནི་བྱེད་པ་མོ་ཡིན་པའི་དཔའ་སྟོན་ལས་གཞན་དེ་ལ་ཕོ་ཡིས་ཕུལ་འདི་དེ་གསུང་སྤྱིར་བཏང་དཔེ་གི་ཚིག་གཉིས་རེད་ཚིག་རྐང་གཉིས་མ་གཏོགས་ཡོད་མ་རེད། ད་འོ་གཉིས་དེ་ག་རེ་རེད་ལབ་པ་ཡིན་ན་འདི་འོ་དང་པོ་དེ་ག་རེ་རེད་ཟེར་ན་ཁྱད་ཆོས་རེད། ཐ་མ་དེ་ག་རེ་རེད་ཟེར་ན་དམིགས་བསལ་རེད། སྒྲ་གདངས་ཐ་དད་ཟེར་ན་ཁོ་ཡི་ཁྱད་ཆོས་རེད།

གང་ཡིན་ཟེར་ན་ནམ་རྒྱུན་སྐད་ཆ་གི་ནང་ལོག་ལས་འདས་པ་དེ་བོད་ཆོས་མ་འང་ཆིག་ར་ལས་སེ་བ་འོ་ཀ་ཀ་བཀག་གི་འདུག་ད་བ་འོ་ཀ་ཀ་བཀག་གི་ཡོད་ནའང་དེ་གི་མ་འོངས་པ་དེ་ལ་བྱ་ཚིག་སྔོན་འཇུག་ག་རེ་ཡོང་གི་རེད་ཟེར་ན་བྱ་ཚིག་མ་ནིང་མ་ནིང་ཡོང་ན་ག་ད་ད་གང་རུང་ག་ཡོང་གི་རེད་ད་ཡོང་གི་རེད་ད་ཡོང་གི་རེད་ག་ཡོང་གི་མ་རེད་བ་ག་འོ་ཀ་འགྲོ་ས་ཡོད་མ་རེད་བ་ད་ཡོང་གི་རེད་ད་དེ་ཤུག་གི་དེ་ལ་ད་འོ་ཀ་ཀ་བཀག་གི་ལབ་དགོས་རེད་བས་ལབ་ཡིན་ན་མ་རེད། ད་ག་རེ་བྱེད་དགོས་པ་རེད་ལ་ན་ཀ་ཁ་ག་ང་གི་ར་བ་དེའི་ནང་གི་སྡེ་པ་ཡི་གེ་གསུམ་པ་དེ་ག་རེད། ག་ར་བ། ག་བ་ཡིན་ནའི་ཡི་གེ་གསུམ་པ་དེ་རྐྱང་རྐྱང་བེད་སྤྱོད་བྱེད་པར་ད་འོ་ག། རྗེས་འཇུག་ལ་མཐུན་ན་མིན་འགྱུར་བ་ཡོད་རེད་བས་ལ་ན་ཡོད་མ་རེད། རྗེས་འཇུག་ལ་འགྱུར་བ་མེད་པ་ཡིན་ཙང་ག་གི།

ད་ནཱ་རོ་དང་འབྲས་བུ་གང་རུང་བྲིའོ་རེད། ད་འདི་རྣམས་ད་མདོ་འདི་ལ་ནཱ་རོ་རེད། འོ་ཡ། ད་ངས་ཅི་བཏང། མང་ཆེ་བ་ལ་འབྲས་བུ་བྲིའོ་རེད། ད་ཡིན་ན་ཡང་འདི་གཅིག་པོ་ལ་ནཱ་རོ་ལེགས་རེད་ད་འདི། ཨ་ནི་ཨའོ་འགའ་ན་རུ་འགོག་ག་འགོག་འགོག་བྱེད། ཀ་ཟིན། ད་སྐུ་ཚེགས་དེ་ལ་ཡིན་ན་ཀ་ཡིན་ཙང་འོ་ཡ་ད་འདི་ན་མཁས་པ་གཅིག་འདི་དུས་འགོར་ད། ད་འདས་པ་དེ་གི་མིང་གཞི་ག་རེ་རེད་ཤག་ཀ། འདས་པ་དེ་གི་མིང་གཞི་ཀ་ཡིན་ན་སྐུལ་ཚིག་དེ་ལ་ག་རེ་ཡིན་དགོས་རེད་མིང་གཞི་ཁ། ཁ་ཁ་ཁ་རེད་བས་ཟེར་ན་ན་མ་རེད། གང་ཡིན་ཟེར་ན་འདས་པ་དེ་ལ་དབྱངས་མེད་པ་ཡིན་ཙང་སྐུལ་ཚིག་དེ་ལ་དབྱངས་ན་རོ་ཡོད་པའི་ཁྱབ་ཁོག་ཅིག། ཡང་མེད་ན་ད་དེ་ཆ་ཚང་ལ་དབྱངས་འགྱུར་བྲིས་པའི་དབང་དུ་བཏང་ཞོར་ནས་ལས་སླ་ཡོད་ཁོག་ཞིག། ཨོ་ཡ་དགག་བྱ་འགོག་བྱེད་བཀག་ཁོག་ཞིག། འོ་དེ་ད་ལྟའི་ན་ལས་སླ་པོ་ཆགས་ཚར། དགག་བྱ། འགོ་བཅས་བཀག་འཁོར་ཞེས་ད་ལྟའི་བློ་ལ་ཟིན་རྒྱུ་ཡོད་མ་རེད། རིགས་པའི་གི་འགྲོས་ཀྱི་དེ་ཐུ་བ་ཆེ་བ་རེད། ཨ་ལས། ཨ་ཡིན་ཡང་བྱ་ཅིག་ལབ་ཡོང་རོགས། འདི་ལྟའི་དཀའ་ལས་ཁག་ཅིག་ཤིན་ཚར། བ་བོ་ཀ་ཀ་ཀགས་ལ་ན་འདས་པ་འདས་པ་དེ་ལ་བ་སྔོན་འཇུག། བ་བོ་ཀ་ཀ་ཀགས་ཟེར་བའི་མིང་གཞི་དེ་ག་ཀ་ཡིན་པ་ཡིན་ཙང་འདིའི་ནང་ལོགས་ལ་མིང་གཞི་ག་ཡོང་གི་རེད་དེ་ནི་ད་བོ་ག་ཀ་ཀགས། འདས་པ་དང་མ་འོངས་པ་གཉིས་ཀ་ལ་མིང་གཞི་གཅིག་པ་རེད། ཨ་ནི་ཨའོ་འགའ་ན་ར་འགོ་ག་འགོག། ཨ་ནི་བའོ་ཀ་ག་གག་ཁ་ན་ར་ཁོག་ག་ཟ་ཁོག་འགྲོས་དང་གཅིག་པ་རེད་དོ། འདི་ཚོ་ཚང་མ་ལོ་མིང་གཞི་ལོ་མིང་གཞི་ཁ་ཁ་རེད་ཤག་གཅིག་རེད་ཤག་ཟེར་ན། མིང་གཞི་ཁ་ཁ་རེད་ཡིན་ན་ཡང་མིང་གཞི་འདས་པ་གཅིག་རེད་ཡ།

ད་དེའི་ཤུགས་ཀུན་དེ་ལ་ཨ་ནི་འདི་ལ་ད་ལྟ་བ་དང་མ་འོངས་པ་དེ་ལ་དབྱངས་མེད་པ་ཡིན་ཙང་ད་ལྟ་བ་དེ་ལ་དབྱངས་ག་རེ་ལེགས་དབྱངས་ག་རེ་ལེགས་རེད། འདྲེན་པོ། མེ་ཏོག་འདེབས། ཆག་འདེབས། དགོན་པ་འདེབས། ཨོ་ཡ། ད་རིང་ཐག་ཆོད་བྲིས་བཞག་ཡོད་ད་རེད་བ། ད་སྐུ་ཚེགས་དེ་ལ་ཨ་ནི་འདེབས་པ་ག་སོ་རེད་རྟ་ཡིན་ཙང་སྐུ་ཚེགས་དེ་གི་མིང་གཞི་ག་རེ་ཡིན་དགོས་རེད། ཐ་ཡིན་དགོས་རེད་བ། ཀ་ཡིན་ན་ཁ། ཏ་ཡིན་ན་ཐ། ཅ་ཡིན་ན་ཆ་གཉིས་བ་དེ་ལེགས་ཡོད་ད་རེད་བ། ཨོ་ཡ་ཀ་ཡིན་ན་ཁ། འདི་བློ་ཉག་ལེ་ལ་བ་རེད། ཀ་ཡིན་ན་ཁ།

ལས་ལྷག་དེ་ནི་ཞོ་ཁའི་འགྲོ་ཡ་བྱས་ཤིང། ལོ་སོ་བྱ་ཚིག་མ་ནི་བྱེད་པ་མོ་ཡོད་པའི་པ་དེ་ལས་གཞན་དེ་ལ་ཕོ་ཡོད་པའི་པ། སྒྲ་གདངས་ཐ་དད་མགོ་ཅན་མའི་ངེས་ལ་བརྗོད་བདེར་བྱས་ཚིག་མ་ནི་འཇུ་ཡང་སྲིད་དེ་ངེས་པར་དུ་བློ་ལ་ཉག་ནས། ཨ་ནི། མང་ཆེ་བ་དེ་བློ་ལ་ཉག་ཡ་དེ་ད་ལྟ་ཡིན་ན་ངས་འདས་པ་ཀྱང་ཀྱང་དང་པོ་བྲིས་ནས་འགྲོ་རེ་བ། དེ་ནས་འདས་པ་དེ་གི་ཨ་ནི་འདི་གི་ནང་ལ་མིང་གཞི་ནང་ལོ་རེ་གཙོ་བོ་དེ་ཀ་དང་ཏཱ་གཉིས་ལེགས་ཀྱི་རེད། བཀག་ལས་དང་བཏགས་ལས་འདྲ་བོ་རེད་དེ་ལེགས་རེད། བཀའ་དེ་ལས་སོང་བ་ཡིན་ན་ག་རང་རང་གི་མིང་ཤེས་ཀྱི་ཡི་གེ་གསུམ་པ་དེ་ག་དེ་ལེགས་རེད་བཏགས་ལས་སོང་ན་ད་ལེགས་རེད། དེ་གལ་ཆེན་པོ་ཐུགས་ལ་བཅའ། ཨ་ནི་འདས་པ་དེ་ལ་དབྱངས་འདས་པ་དང་མ་འོངས་པ་དེ་ལ་དབྱངས་མེད་ན་ད་ལྟ་བ་དེ་ལ་མང་ཆེ་བ་དེ་ལ་འགྲེང་བོ་ལེགས་རེད། ནཱ་རོ་ཀླད་སྐྱོ་དེ་དག་དང། གཅིག་མ་གཏོགས་ཡོད་མ་རེད་ལབ་ན་ནི་ཡང་ཧམ་པ་ཚ་དྲག་གི་ཡིན་ན་སོ་སོའི་མཐོང་ཡོད་མ་རོ། ད་དཔེ་ཉུང་ཉུང་རེད། དུས་ཚོད་བྱེ་བྲག་པ་ཡིན་པ་ཡིན་ན་འདས་པ་དང་མ་འོངས་པ་དེ་ལ་དབྱངས་མེད་ན་ད་ལྟ་བ་དེ་ལ་དབྱངས་ཕལ་ཆེ་བ་ལ་ན་རོ་རེད་དོ། ཡོད་ན། ཡིན་ན་ཡང་འདིའི་སྔ་ལོ་ལ་ཕལ་ཆེ་བ་ལ་འགྲེང་བུ་ལེགས་རེད། དེ་ཐུགས་ལ་བཅངས་པ་རེད།

བ་བོ་ཀ་ས་ཀའི་ཟེ་བུས་ཚངས་པ་ལ་ཨ་ནི་ཤིང་ལ་སོགས་པ་ཀི་མ་ལ་ཡ་ཏཱ་རི་སྐྱབས་བྱས་ནས་ཤིང་ལ་སོགས་པ་བསྐྱེད་པ་ཟེ་བས་ཐལ་བ་བོ་ཨ་ཡ་ད་འདི་གསུམ་ལས་སླ་བོར་ད་ད་མགྱོགས་པོ་འགྲོ་གིན་གདའ། བ་བོ་ཀ་ས་ཀའི་ཡིན་པ་ཡིན་ཚངས་འདས་པ་ལ་དེ་ཡིས་མ་འོངས་པ་དེ་ལ་མངོན་རྒྱུ་གདའ། མིང་གཞི་ཀ་ཡིན་ཚངས་ཕ་ཤོ་དེ་ལ་ཀ་ཡིན་ཚངས་འདི་ལ་ག་ཨ་ནི་རྗེས་འཇུག་འགྱུར་བ་མེད་ད་བོ་ཀ་ས་ཀའི།

གཟིགས་ཡོ། ཨོ་ཡ་འགྲེམས། བཀྲམ། ད་སྐུ་ཚིགས་དེ་ལ་ཁ་ར་ད་ཁྲ་ཡི་མགུར་བ། ར་བ། ཀ་ཡི་རྩ་ཁ་ཡི་མགུར་བ། ཁ་ར་ད་ཁྲ། མ་ས་ཁྲམ་ཡིན་པ་འདྲ་པོ་ཡོད་རེད་དེ། འདས་པ་དེ་ལ་དབྱངས་མེད་པ་ཡིན་ཙང་སྐུ་ཚིགས་དེ་ལ། ཁྲོམས། ལས་སླ་བ་རེད་དོ། ད་དེའི་ཞུ་སྒོ།

ད་ལྟ་བ་དེ་ལ་ཨའོ་ག་ན་རུ་མགོ་དང་མགོའི་སྐུ་ཚིགས་དེ་ལ་ཀ་ཡིན་ཙང་འདི་ལ་ཁ་ཁ་ན་རུ་ཁོ་དང་ཁོའི་ཁོས་ཀྱིས་ཨོ་ཡ་དེ་ཅི་ད་དེ་ཤུ་གུ་དེ་ལ་མིང་བཏགས་པ་ད་འདི་གཅིག་པོ་ལ་ཡིན་ཆ་སང་ལ་ཡང་འཇུག་ཡོད

འོ་དེ་འདྲའི་སོ་འདྲ་བོ་དེ་འདྲའི་ཡང་བྱ་ཅིག་ལས་སོ་མིང་འདོགས། བརྟག་བྱེད་སྐུལ་ཚིག་དེ་ལ། ཐ། ཐ་ག་ས་ཐག་ཡིན་པ་འདྲ་བོ་ཡོད་རེད་དེ་འདས་པ་དེ་ལ་དབྱངས་མེད་པ་ཡིན་ཙང་སྐུལ་ཚིག་དེ་ལ། ན་རོ། མིང་ཐོགས་ཤིག། ད་འདི་ལ་དུས་གསུམ་ཀ་སྐུལ་ཚིག་དང་བཅས་པ་དེ་ལ་དབྱངས་ཡོད་རེད་མ་རེད་ས་དབྱངས་ས། འོ་ཡ་ཡང་འཇུག་ཡང་འཇུག་ས་ཡོད་རེད་འདི་དང་གཅིག་རྣམས་ལ་བལྟས་བལྟས་ཡིན།

མཆོད་པ་ཕུལ་ཟེར་ཡས་ཀྱི་འདས་པ་དེ་ལ་ཨའོ་བྷ་ཞུ་ཕུལ་ལ་ཕུལ་རེད། དངོས་གནས་ཅི་གི་ཡིན་ན་བའོ་བྷ་ཞུ་ཕུལ་ལ་ཕུལ་བྲིས་དགོས་ཡ་འགྲོ་ཅི་ཡོད་རེད་འགྲོ་སྟངས། ཡིན་ན་ཡང་བའོ་བྷ་འགྲོ་གི་རེད། འགྲོ་གི་མ་རེད་འདས་པ་བདེ་པ་བདེ་གཅིག་པ་རེད་བ་པ་བདེ་ལས་གཞན་འདས་ལ་ཕོ་ཡིས་ཕུལ་ཕུལ་ཅི། ད་དེ་གི་རིག་པ་གཅིག་པ་རེད་དེ་གི་མ་འོངས་པ་ག་རེ་ཡིན་ས་ད་ལེགས་པ་ཞིག་སྤྲོད་ཐུབ་བ་ཅི་དང་དངོས་འབྱོར་ག་རེ་ཡོང་གི་རེད།

འབེབས་བྱས། ཨཱ་ནི་ཨཱ་ནི་ཕ་ཡིན་ཙང་སྐུ་ཚེགས་དེ་ལ་ག་རེ་ཡོང་གི་རེད། ཕ་ཡོང་གི་རེད། དེ་འདྲ་ཡིན་ཙང་ཕ་ཕ་ཕ་ཕ་ཕ་ས་ཕ་འདྲ་བོ་ཡོད་རེད་དེ། འདས་པ་དེ་ལ་གཡང་མེད་པ་ཡིན་ཙང་སྐུ་ཚེགས་དེ་ལ་ནག་རོག་བྲིས་ནས་གཏན་ལ་ཕོག་ཤིས། དེ་འདྲའི་ཚིག་པོ་རེད་དོ། འདྲེ་དེ་ད་པའོ་འགྲོ་རུ་ད། ཨོ་ཡ་ཨོ་སི་དོ། ཡ་ད་སུ་ནི་ཏེ་སི་འགྲོ་གི་ན། ཨོ་ཡ་ཨོ་ཀེ།

མ་ཤི་ན་ནི་རྒྱུན་ལྡན་གྱི་འཚོ་བའི་ནང་ལོ་ལ་བེད་སྤྱོད་མེད་སྐྱོ་ཡིན་ན་ད་མ་ཅག་ནི་གཡུག་ནས་འགྲོ་ནས་འགྲིག་ར་བེད་སྤྱོད་ཞི་བོ་ཡོད་ཡོད་དེ་མེད་དཔེར་ན་ཆག་ཤ་བ་ཡིན་ན་དཔེར་ན་ཆག་ཤ་བ་ཡིན་ན་ཨ་ནི་སྒོ་ཕྱེས་ལེགས་ར་སྒོ་ཕྱེས་སྒོ་ཕྱེས་ལ་དེ་ད་ཆ་ཁ་རེ་ཕ་ཡ་ད་ཆ་འགྲིག་པོ་ཕྱེས་ད་དེ་བེད་སྤྱོད་ཡོད་ཞི་བོ་ཡོད་ར་སྒོ་ཕྱེས་པ་ད་ཅི་ཡི་ཅི་ཡི་ཡར་སྒོ་ཕྱེས་པ་ད་སྣེ་སྒོ་ཕྱེས་པ་ད་སེམས་ད་ཕྱེས་པ་དེ་བེད་སྤྱོད་ཡོད་ར་ཕ་ཡ་ད་ཆ་འགྲིག་པོ་ཕྱེས་ར་བ་ད་ཡིན་ན་ཡང།

སྤོ་བོ་ཆུང་ཆུང་ཡིན་ན་དེ་ཅང་མ་རེད་ཡིན་ནའི་ད་ང་ཚོ་དགོན་པའི་ནང་ལ་དེ་སྒོར་ཕྱིན་པ་སུན་འབྱིན་གྱི་ལས་བསགས་པ་སུན་འབྱིན་ཡང་དག་སུན་འབྱིན་བཏང་ན་མཐའ་མཇུག་ཡང་དག་མཐའ་མཇུག་བཏང་ན་འབྱིན་ཚེ་དེ་འདིར་འབྱིན་པ་ཕྱིན་པ་སུན་འབྱིན་པའི་ཨ་ནི་བས་དེ་ལས་བསགས་གི་རེད་ཟེར་ལ་ཕྱིན་པ་སུན་འབྱིན་པ་ཨ་བོ་བ་ཡི་དང་བཅའ་ཞིང་འབྱིན་སྐུ་ཚེ་དེ་ལ་ད་རང་ཅག་རེ་བ་ཕ་ཡི་དང་བཅའ་ཞིང་ཆུང་ང་ས་ཆུང་ཨོ་ཡ་འདིར།

ད་ཡིན་ཙང་ད་ང་ཚོས་སྦྱོང་བརྡར་མཐའ་མ་དེ་བྱས་ཡོང་གི་འདི་རྒན་ཚོ་ཡང་བསྐྱར་གྱི་ལག་གིས་འདི་ར་ད་ལའི་སི་ནས་ཀྱི་བློ་ལ་ཉན་ཡ་ནི་མ་འདུག་ངས་ལའི་འཕྲད་པ་ནི་ལའི་སི་ཁེ་ཡོང་བ་རེད་ཕ་ཡ་ད་ཆ་འགྲོ་བའི་ཆེ་ཟེར་ཡ་དེ་ཨ་ནི་མ་འོངས་པ་དེ་ལ་ད་འོ་བ་ཡ་ད་ཡ་ནི་མ་ཡེ་ཡིན་པ་དེ་དག་རིག་པའི་འགྲོས་ཀྱི་ཐོག་ནས་དེ་ཐུག་རེ་བ་ད་གྲི་གུག་ཡོད་པ་ཨ་ནི་ཡ་ད་ཡོད་བ་ཡིན་ཙང་ཕ་ཡ་ད་ཨ་ནི་ད་འོ་བ་ཡ་ད་ཡ་ནི་མ་ཡེ་ཡིན་པ་ད་འདི་ལ་ཡང་ད་འོ་ཨའོ་བ་ཡ་ད་འཇར་མན་བུ་བ་ད་འདྲི་ཚར་རེད་འདི་ལ་ད་ཡོད་དགོས་པ་ད་འདི་ང་ཚོ་ནམ་རྒྱུན་ཡི་གེ་ནང་ལ་ཡོད་ར་རྣམ་འབྱེད་དབྱེ་བ་འབྱེད་པ་རྣམ་འབྱེད། ཆོས་དབྱིངས་རྣམ་འབྱེད་ཅེས་ནི་ཡོད་ཨ་ཡིན་དུས་ཁ་ཤས་ཁ་ཤས་ཡང་བལྟ་ནས་དེ་ལ་བལྟ་ནས་ཧ་གོ་དགོས་ཡོད་དོ་འདིར་ད་ད་ནང་བཞིན་གྱི་ཕྱིན་པ་སུན་འབྱིན་སུན་ཕྱུང་བ་དེའི་བྱེད་པའི་སྐུ་ལ་ངེས་ཚིག་གི་ཁྲག་ཕྱུང་བ་ཕྱིན་པ་སུན་འབྱིན་པ་བརྩམ་པར་བྱ་ཞིང་དབྱུང་བར་བྱ་སྟེ། དཔེ་ཆ་ན་དུ་བ་དཔེ་མང་པོ་འོ་དེ་སྐད་དེ་ཡིན་བློ་ལ་ཉར་བའི་ཐོག་ནས་འབྱིན་ཟིན་གྱི་དེ་ལ་ད་ལྟ་བ་དེ་ལ་མི་འདྲ་བ་ག་རེ་ཆགས་འགྲོ་བ་རེད་ཟེར་ན་རྗེས་འཇུག་ན་ཐོས་པ་གཅིག་བསླད་ཡོད་ཀྱི་རེད།

འབྱིན། སྐུལ་ཚིག་འདེབས་པ་དེ་ལ་ཕ་ཡ་ད་ཆ་བཞིན་ཆུ་ཆུང་ང་ཆུང། སུན་ཆུང་བ། སྐུལ་ཚིག་དེ་ལ་ཕ་ཡ་ད་ཆ་བཞིན་ཆུ་ཆུང་ང་ས་ཆུང། ད་ཐ་མ་དེ་རེད། འདེབས། འདེབས་དེ་ད་ལས་ལྷག་པ་ཡིན་ས་རེད་བ། འདེབས་དེ་ད་གཅིག་པ་ཆེ་ཞིང། སྤྲད་དེ་རེད།

ཨེ་ནི་ད་ལྟ་བ་དེ་ལ་ད་ནམ་རྒྱུས་བུད་དྲི་བྱིན། ཨའོ་འགའ་ར་ད་འདྲ། འབྲིང་པོ་འདྲེ་ལ་འདྲེལ། འདྲེ་ཆེ། ཨ་ནི་སྐུ་ཚིགས་དེ་ལ་ཁ། ཁ་ར་ད་ཁྲག་ན་རོ་ཁྲོ་ལ་ད་ཁྲོལ། ཨོ་ཡ། ད་དེ་དུམ་བུ་གཅིག་ཚ་བ་ཆེ་ཤོས་ཡིན་ད།

བོད་ཆས་ག་འདྲའི་རབས་ཀྱི་བྱེད་དགོས་རེད་ལ་ན་ང་ཚོ་ད་སང་ཉིན་གནའ་ཉིན་ག་ས་ཕུར་བུའི་ཉིན་མོ་དེ་ལ་འཚོ་ཐེངས་གཅིག་ཉི་མ་ཉིན་ལྔ་དེ་ལ་སྦྱོང་བརྡར་སྐྱེལ་མཁན་ཞིག་རེད་དཔེར་ན། དཔེར་ན་ཆ་བཞག་པ་ཡིན་ན། ok ཨུམ་ད་དཔེར་ན་ཆ་བཞག་ན། ད་དཔེར་ན་ཆ་བཞག་ན་འོ་ཡ་འདི་འདྲའི་ཞིག་ལབ་གི་ཡིན་ད་ཨུམ་ཁ་སང་དེ་ལ་ཞིག་ལབ་འདི་འདྲ་འོ་ཡ། གཞུང་རྩོམ་མཁན་འདི་བླ་མ་ཆེན་པོ་ཞིག་རེད་ལབ་གི་ར།

རྩོམ་མཁན་ལ་ནི་དངོས་པོ་བདག་ཡིན་ན་ད་ལྟ་བ་བྲིས་རེད་མ་འོངས་པ་བྲིས་རེད། ད་ལྟ་བ་བྲིས་དགོས་རེད་བ་བྱས་ཙང་གཞུང་རྩོམ་མཁན་འདི་བླ་མ་ཆེན་པོ་ཞིག་རེད་ལ་དུས་ཡིན་གཅིག་མིན་གཅིག་གིས་ད་ལྟ་བ་བྲིས་པ་རེད་བྱ་མཁན་དུས་ན་ཡང་བྲིས་མ་ལྟ་ད་བྱེད་མཁན་བྱ་མཁན་ལ་ལས་ནི་ཡོད་མ་རེད་མ་འོ་ཁ་ན་མཁན་ལས་སོ་ན་ག་དུས་ནས་ཡང་ད་ལྟ་བ་བྲིས་བ་རེད་འོ་དེ་སོ་འདྲ་བོ། ཡང་རྗེ་དཔོན་ཚུལ་འདི་ཤེས་ཀྱི་ཡིན། སང་ཉིན་ང་ཚོའི་ནང་ལ་སྤུ་གུ་ཞིག་སྐྱེ་ཡ་རེད་ཤགས། ཨ་ནི་སྤུ་གུ་དེ་ལ་མིང་ཡག་པོ་ཞིག་བཏགས་ནས་སྤྲད་རོགས། ལགས་སོ་ན། ཨ་ནི་ངའི་ཁ་ནི་ད་ག་གེ་ལ་རོ་ད། མིང་ཡག་པོ་ཅིག་བདག་ནས་འདོགས་ནས་བཏགས་ནས་ཐོག་ནས་སྤྲད་རོགས་ག་རེ་ལ་ས་རེད། དེ་ལ་ག་རེ་བསམ་སོང་ག་ས་ཉིན་ར། ར། ཡིན་གཅིག་མིན་གཅིག་འདས་པ་བྲིས་འོ་དེ་ལ།

སྐྱེས་ནས་བཏགས་ཡ་རེད་བཏགས་ནས་སྐྱེས་ཡ་རེད། བཏགས་ནས་སྐྱེས་ཡ་རེད་བ་བྱ་ཚིག་གཉིས་ལས་སོ་ན་བྱ་ཚིག་གང་མ་དེ་ལ་ཡིན་གཅིག་མིན་གཅིག་འདེབས་པ་འཁྲིའོ་རེད། འོ་དེ་འདྲའི་སོ་འདྲ་བ་ཡོད་རེད་ཡོད་ཨ། ད་དུ་ཚོད་དངོས་ཡོད་ཀྱི་གནས་ཚུལ་གྱི་ལག་ལེན་གྱི་ཐོག་ལ་གལ་ཆེ་ཤོས་ཆགས་དགོས་བ་རེད་མ་གཏོགས་ཡང་བཏགས་འདི་བདག་ཅག་འདོགས་ཅེས་བཏགས་ཐོག་བཞིན་དེ་ཤིང་སྐོར་དང། ཡིན་ནས་བོད་ཆོས་གཏམ་མ་ཤེས་ན།

མགོ་ཅན་རྩ་བ་ཉིད་ལ་ཡོད་པ་མ་རེད། ད་འདིའི་རྣ་ལོ་ལ་ཕལ་ཆེ་བ་ལ་འདས་པ་དང་མ་འོངས་པ་དེ་ལ་ཡང་དབྱངས་མེད་ན་ད་ལྟ་བ་ཕལ་ཆེ་བ་ལ་འབྲས་བུ་ལེགས་རེད་ཡིན་ནའི་ན་རོ་ལེགས་ས་དེ་འདྲའི་འགོག་ལ་ཡ་འདྲ་བོ་དང་མདོག་ལ་ཡ་འདྲ་བོ་དེ་འདྲའི་ཁ་ཤས་ཁ་ཤས་ལེགས་འདུག་ཨ་འོ་དེ་འདྲའི་ལེགས་རེད་ཡང་ན་རོ་མེད་ཀ་སོ་དབྱངས་མེད་པ་དེ་འདྲའི་ཡ་གཅིག་གཉིས་ལེགས་རེད་དེ་ཚོ་ཧ་གོ་བ་བྱས་ཨ་ནི་མཐའ་མ་ཐ་མ་གལ་ཆེ་ཤོས་ནང་གི་ཆེ་ཤོས་སྦྱང་དགོས་ཡ་དེ་ལ་སུན་ཕྱུང་ཟེར་གྱི་དང་དབྱེ་བ་ཕྱེ་ཟེར་གྱི་འདུག་ཨ་དེ་གི་དུས་གསུམ་དེ་དེ་ཚོ་རྙོག་དྲ་ཚ་བ་རེད